ལོ་གཉིས་ནང་ལ་ཤེས་རིག་བཀའ་བློན་མཆོག་གྲོས་ཚོགས་ལ་ཕེབས་མ་ཐུབ་ནས་གྲོས་ཚོགས་གཅིག་དང་ཆེ་ཚོགས་ཐེངས་གཅིག་དང་ཆེ་ཁག་སུ་གང་ཙམ་ཕེབས་མ་ཐུབ་ཀྱི་གནས་སྟངས་དེ་འདྲ་བྱུང་ཡོད་རེད། ད་ལྟ་ནས་གཅིག་ཀློག་རྒྱ་ཡོད་འགོ་བཙུགས་འདུག་ནི་གོ་ལ་མ་ཤག་ཤག་ན་ཡང་བསྐྱར་ཕེབས་མ་ཐུབ་བ་ཆགས་འདི་ན་ཀ་ལི་ཁ་བ་ཆགས་གི་མ་རེད་བས།
ད་ལྟ་ང་ཚོ་དེ་ལས་རིང་ནོར་ལོག་ལས་ཁུངས་གོ་རིམ་གྱི་སྔན་རྩིས་གཏན་འབེབས་ཐོག་ལ་ཕེབས་ཡ་ཟེར་ནས་བྱུང་རེད་ད། ད་བཀའ་ཤག་གི་དེབ་ཕྱོགས་བསྒྲིགས་བྱས་པ་ཡིད་བཟུང་འདྲ་བོ་ཅིག་མ་འགྲོ་ཡ་འདྲ་བོ་དེ་ཆགས་བསྡད་རེད་ཡིན་ན་ད་ང་ཚོ་དུས་ཚོད་ཡོད་དུས་ཁོ་ཏག་ཏག་བསྡད་ཀྱི་རེད་བསམ་གྱི་འདུག་དཔལ་ལྡན་ཤེས་རིག་བཀའ་བློན་མཆོག། དཔལ་ལྡན་ཚོགས་གཙོ་མཆོག། ད། དྲི་བ་རེ་རེ་ལ་ངས་ལན་ཕུལ་ཆོག་རྗེས་མ་ཕུལ་ངེས་ལ་ང། གནས་བརྟན་གཅིག་ཐོག་ལ་ཡ། གྲོས་ཚོགས་ར་བ་དེ་གང་ཞུ་འདོད་བྱུང། འདི་ཞུ་ཆོག་ཡ་གི་ཐོབ་ཐང་དེ་ཏན་ཏན་ཡོད་རེད།

ཤེས་རིག་བཀའ་ལན་བློ་རྒྱ་གི་འདུག་གོ་རིམ་དེ་ཡག་བཏང། ཤེས་རིག་བཀའ་ལན། སྐབས་གཉིས་དང་གཅིག་དང་ཕྱེད་ཀ་ལ་བཅའ་མ་གསུངས། གསུངས་པའི་སྐབས་ལ་ད་གྲོས་ཚོགས་ཀྱི་ནང་ལ་སྤྱི་འཐུས་གཅིག་གིས་ཐ་སྙད་དེ་བེད་སྤྱོད་བཏང་ཆོག་པ་བྱས། ངས་དེ་སྐབས་ལ་ཨ་ཁ་ཁ་བསམ་སོང། སྔོན་ལས་དྲན། ཤེས་རིག་ཁ་ལས་འདི་འགན་འཁུར་ནས་ལོ་གསུམ་ཟླ་བ་ལྔ་ཉིན་མ་བཅུ་དྲུག་ཕྱིན་པ་རེད། དུས་ཚོད་འདིའི་ནང་ལ།

གྲོས་ཚོགས་ར་བ་འདི་ནང་ཞུགས་བདེ་བ་དང་ནང་བཞིན་གངས་ཅན་སྐྱིད་གཤོངས་ལ་གཞོན་སྐྱེས་སྙན་ཐོའི་དཔུང་པོ་འདྲ་མཉམ་བཅས་ནས་དགོངས་པ་འདྲ་མཉམ་བརྒྱབ་ནས་འགན་འཁུར་ཡོད། ཏེ་ཞུ་བདེ་བྱུང། གྲངས་ཞིག་རིགས་དང་ལེན་མཁན་གང་བྱེད་ན། དེ་གང་ཟག་ལ་དེ་རང་ལས་དོན་ཐོག་ལ་འབྲེལ་བ་གནང་དང་ལས་དོན་འདི་འགྲིག་མ་སོང་འདི་འགྲིག་མ་སོང་དགོངས་དག་ཞུ་དགོས་ན་ཞུའོ་ལན་རྒྱག་དགོས་ན་རྒྱག་འོ་སྙིང་རྗེ། གང་ཟག་འདི་ལ་དྲོད་སོགས་ར་བ་དེ། ཉྭ་བའི་ཁྲོམ་ར་མ་བརྟགས་དྲོད་སོགས་ར་བ་དེ། ྋགོང་ས ྋསྐྱབས་མགོན་ཆེན་པོ་སྣང་ཞེས་པ། གཟི་བརྗིད་ལྡན་པ་རྩ་ཆེན་པོ་འདི། མཐའ་བཞི་བོད་ཆོལ་ག་འདྲའི་ལྷ་འདྲེ་བཏང་སོང། འདི་འདྲའི་བྱས་ནས་འཇོན་པོ་བཏང་ཡོད་བསམ་དྲན་གྱི་ཡོད་རེད། རྒྱ་ཆེ་མི་མང་གིས། ཧྲི་ཏའི་ཨོ་རྟ་དེ་ཀོང་པོ་ཞེས་བཤད། ད་ཤི་རི་ཀ་ནས་ལོ་བརྒྱད་པོ་ཐུབ་ལ། ནི་ཐུག་ས་དེ་ལ་ལོ་མང་པོ་སྐྱོན་ས་དང། པ་ནི་སྲིད་སྐྱོང་ནི་བྱས་ནས་ལོ་སྐྱོན་ས་དང། ཡིན་ན་ཡང་ཤི་རི།

འདིའི་དཔང་རྟགས་གྲོས་ཚོགས་འདིའི་ནང་ལ་ངེད་སློབ་ཕྲུག་གསུམ་བསྡད་ཤག་དང་ན་གཅིག་དང་ན་ཞུགས་མི་འདུག་གཉིས་ཞུགས་བསྡད་ཤག་ཧྲང་ཚུ་ཁིང་གི་རེད། དེ་ནི་ཚང་གི་ཤེས་རིག་གི་བཀའ་བློན་དེ་གང་ཟག་དེ་ལན་བརྒྱ་ཐོན་གི་བློ་རྒྱ་བ་དེ་རྩ་ཆེན་པོ་ཡིན་ཤེས་ན་འགྲིག་གི་མེད་གང་ཡིན་ཟེར་ན། དཀའ་ལས་བརྒྱབ་པའི་དཔང་རྟགས་ཡིན། ཞུ་བའི་རྟགས། དཔང་རྟགས། དངོས་གནས་དགྲ་ནས་གོ་ལ། ཁྲ། ཟིན་ན་དང། ཤེས་རིག་གི་གོ་རིམ་དེ་སུ་ལ་ཇི་ལྟར་ཡོད། འཛིན་སྐྱོང་ལ་ཇི་ལྟར་ཡོད། ཤེས་རིག་འགན་འཁུར་བ་དེར་ཇི་ལྟར་ཡོད། མ་གཏོགས་ཡག་གི་མ་གི། ག་ཚོད་ཅིག་ཤེས་རིག་གི་དུས་ཚོད་དེ་མ་ལས་ངན་ལ་ཤི་རེ་མེད་ཀྱང་ངེས་ཏེ། གཤིན་རྗེ་ཆོས་རྒྱལ་གྱི་སྐད་གཏང་གི་མེད་འགྲོ་བསམ་དྲིས། གཤིན་རྗེ་ཆོས་རྒྱལ་དུས་ཚོད་ས་ཆ་མེད་ཟེར་བར་དུ་ཁྱེད་རང་ཡོང་མི་འོང་ཟེར། ཐུགས་ཁྲལ་མ་གནང། གཉིས་པ་དེར་ངས་གང་དྲན་ཟེར་ན། གཉིས་པ་དེ་ངས་གང་དྲན། གཅིག་བྱས་ན། ལོ་ཁོ་མ་ལྷོ་གཞིས་མཚམས་བརྒལ་ནས